དེ་ལ་ངས་སེམས་ཁྲལ་བྱེད་ཀྱི་མེད། གང་ཡིན་ཟེར་ན་ང་ཁོང་ཚོའི་གྲོགས་པོ་མ་རེད། དེ་བཞིན་བོད་པའི་ནང་དུ་ཡང་ང་ཚོ་དགའ་མཁན་དང་དགའ་བོ་རྒྱག་མཁན་ཡང་ཡོད་རེད་བྱས་ཙང་ངས་མི་གང་གི་ཚོགས་ལ་ཡང་དམིགས་བསལ་གྱིས་སྡང་སེམས་བྱེད་དགོས་དོན་མི་འདུག་སྤྱི་ལྟར་ང་ཚོའི་བོད་པའི་སྤྱི་ཚོགས་ནང་ཕོ་མོའི་དག་ཞན་དེ་ད་ལྟའི་ཆར་གསར་དུ་སླེབས་པ་ཞིག་མ་རེད་དེ་དེ་སྔ་ནས་ཡོད་པ་ཞིག་རེད། དེ་གསུངས་ཙང་མིའི་མི་ཚེའི་ནང་བདེ་སྐྱིད་དེ་གཙོ་བོ་ཡིན་དུས། ཁྱེད་རང་གིས་ཞེད་སྣང་དང་མི་གཞན་གྱི་ལྟ་ཚུལ་གྱིས་བདེ་སྐྱིད་དེ་མེད་པ་མ་བཟོས་དཔེར་ན་ལྡུམ་ར་ཞིག་གི་ནང་དུ་མེ་ཏོག་གཅིག་པ་གཅིག་རྐྱང་བཏབ་པ་ཡིན་ན་ས་འཕྲོ་བརླག་འགྲོ་གི་རེད། དེ་སོང་ཙང་ང་ཚོས་མེ་ཏོག་འདྲ་མིན་སྣ་ཚོགས་བཏབ་པ་ཡིན་ན་ས་གཞི་ལ་ཕན་ཐོགས་ཆེན་པོ་ཡོད་རེད། བྱས་ཙང་ང་ཚོ་འགྲོ་བ་མི་ཡིན་ཡང་ད་ག་རང་རེད། འཛམ་གླིང་ཆེན་པོ་འདིའི་ནང་མི་འདྲ་མིན་ཡོང་ཆོག་གི་རེད། ཡིན་ན་ཡང་ང་ལྟ་བུ་ལ་མཚོན་ན་བོད་པའི་སྤྱི་ཚོགས་ནང་དཀའ་ངལ་དམིགས་བསལ་དེ་འདྲ་འཕྲད་མ་ཡོང། གང་ཡིན་ཟེར་ན་ངའི་ཕ་མས་ང་ལ་རྒྱབ་སྐྱོར་བྱེད་ཀྱི་ཡོད་དུས་སྤྱི་ཚོགས་ལ་དཀའ་ངལ་མི་འདུག། མདོར་ན་ང་ཕོ་མོའི་རྟགས་གཞན་ཞིག་ཡིན་ཡང་ད་ལྟ་ང་བོད་པ་གཙང་མ་ཞིག་ཡིན་ཞེས་གསུངས་བྱུང། ཡང་འདི་དང་ཕྱོགས་མཚུངས་དབུས་བོད་མི་སྒྲིག་འཛུགས་ཀྱི་བུད་མེད་ནུ་སྟོབས་གོམས་པས་ཚན་པའི་ངོས་ནས་སྒྱུ་རྩལ་དང་སྒྲུང་གི་ལམ་ནས་ངོ་རྟོགས་འཚོལ་ཤེས་ཀྱི་དཔེ་དེབ་དབུ་འབྱེད་དང་བགྲོ་གླེང་འདི་ལྟ་བུ་ཞིག་གོ་སྒྲིག་ཞུ་དགོས་དོན་གྱི་ཐད་ལ། བུད་མེད་ནུ་སྟོབས་ཀྱིས་ང་རང་ཚོའི་གི་ལས་ཀའི་བྱེད་སྤྱོད་ནང་ལོ་ལེན་ནས་རེད། ང་རང་ཚོའི་གི་ལས་ཀའི་ནང་ཤུགས་ཆེན་པོ་ཞིག་ག་འབྲེལ་བ་བྱ་བ་ལ་ན་སྤྱི་ཚོགས་ནང་ལོ་ལ་འདྲ་མཉམ་དང། དམིགས་བསལ་གྱི་ང་ཚོ་སྟག་འདྲ་མིན་ཡོད་རྒྱུ་ལ་ངོས་འཛིན་བྱས་དང་ཡོད་ར། ང་རང་ཚོའི་གི་བུད་མེད་ནུས་སྟོབས་ལས་དེ་ཡི་གོང་འཕེལ་འགྲོ་ཡ་ལ་ང་རང་ཚོ་སྤྱི་ཚོགས་ནང་ལོ་ལ་ཚང་མས་མཉམ་རུབ་ཏུ་ནི་མེད་མིན་ན་བུད་མེད་གཅིག་པོ་གང་དོན་སྣང་སྤྱད་བྱོས་ལ་དེ་འདྲའི་གི་ག་ལོག་རེད་ང་རང་ཚོ་ཚན་པའི་ངོས་ནས་ནམ་རྒྱུན་ནི་ལས་ཀའི་བྱེད་ཕྱོགས་ནང་ལོ་ལ་ང་ཚོས་གི་གནད་དོན་འདྲ་མིན་གང་ལ་ནི་གོ་རྟོགས་སྤེལ་དེ་སྤེལ་མུས་རེད་བྱས་ཙང་ད་ད་རིང་ད་ལྟ་མི་འགྱུར་ལགས་ཀྱི་ཁོ་རང་གི་དཔེ་དེབ་འདྲ་བོ་ཆ་མཚོན་པས་ན་མི་འགྱུར་ལགས་དང་ང་རང་ཚོ་ཚན་པ་རུ་ནི་སྔན་མ་ནས་ང་རང་ཚོ་འབྲེལ་བ་ཡོད་རེད་ར་བ། ཨ་ནི་ཁོ་རང་གི་ད་ལྟ་དཔེ་དེབ་དེ་དག་ཁོ་རང་གིས་ང་ཚོ་ལ། ག་རེ་དེ་འདྲའི་དཔེ་དེབ་ཅིག་ཡོད་པ་དེ་ཨ་ནི་ང་རང་ཚོ་ལ་ངོས་འཕྲོད་གནང་ཕྱིར་རོ། ཨ་ང་ཚོ་གིས་ག་དེ་ག་རེ་གལ་ཆེན་པོར་སོང་ཟེར་ན་ང་རང་ཚོའི་སྤྱི་ཚོགས་ནང་ད་སྡིངས་ཆ་ཅིག་ཡོད་ར། དེ་འདྲའི་གི་ཨ་ནི། དཔེ་དེབ་ཅི་ཙམ་མིན་པ་ཨ་ནི་ང་ཚོ་གནད་དོན་འདི་འདྲའི་གང་ལ་ཨ་ནི་གྲོས་གླེང་དང། གྲོས་བསྡུར་བྱེད་ཆེད་ང་རང་ཚོའི་ནང་ལོགས་ནས་ཨ་ནི།

གཞི་རྩའི་ད་རེས་དབུ་འབྱེད་དང་བགྲོ་གླེང་འདིའི་ཐོག་འབྲེལ་ཡོད་ལས་བྱེད་གཙོས་པའི་དབུས་བུད་མེད་ལྷན་ཚོགས་ཀྱི་ཚོགས་མི་ཁག་ཅིག་དང་ཉམས་ཞིབ་པ་ཁག་ཅིག་ཕེབས་འདུག་ལ་དཔེ་དེབ་འདི་ནི་བསྟན་འཛིན་མི་འགྱུར་དཔལ་སྒྲོན་ལགས་ཀྱིས་བརྩམས་གནང་བ་ཞིག་རེད་འདུག་དཔེ་དེབ་འདི་ནང་ཕོ་མོ་དང་གཞན་གྱི་དངོས་བྱུང་མི་ཚེའི་ལོ་རྒྱུས་རིས་མེད་རྣམས་ནས་བྲིས་པའི་སྒྲུང་གཏམ་དཔེ་དེབ་ཞིག་ཡིན་པ་དང་དཔེ་དེབ་འདིའི་ཐོག་རི་མོ་བྲིས་མཁན་དེ་ཡང་བསྟན་འཛིན་ཚེ་རིང་ལགས་ཡིན་པ་རེད་འདུག། ཡང་ཁོང་གིས་མ་འོངས་པར་ཉམས་ཞིབ་ཀྱི་ཐོག་ནས། Transgender དང་འབྲེལ་བའི་འགྲུལ་ཞུགས་ཀྱི་ཉེན་དོ་ཞེས་པ་ཞིག་བརྩམ་འཆར་ཡོད་པ་རེད་འདུག་བོད་ཀྱི་རླུང་འཕྲིན་གྱི་གསར་འགོད་པ་བསྟན་འཛིན་དབང་འདུས་ཡིན།